ད་རེས་ཀྱི་སྐབས་སུ་དེ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་མཇུག་སྒྲིལ་ནས་ད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་དབུ་ཚུགས་པ་རེད། དེ་ནས་ད་ལོ་སྔོན་མའི་གི་ནང་ལ་དེ་ནས་ཡག་ས་ནས་བྱས་པ་ཡིན་ན། དེ་ནི་ད་འཛམ་བུ་གླིང་གི་ནང་ལ་ནད་ཡམས་ཤུགས་ཆེན་པོ་ཡོད་པ་དེ་ཚང་མ་མེད་པ་རེད། དེ་ནི་ད་གཞན་ཡང་དེ་ནི་འགྱུར་བ་ཡག་པོ་གི་ཆ་ལས་མང་པོ་བྱུང་ཡོད་རེད། ཡིན་ན་ཡང་སྡུག་བསགས་ཀྱི་ཐོག་ནས་བྱས་པ་ཡིན་ན་དེ་ནི་འཛམ་བུ་གླིང་ནས་ད་རུང་ཡང་དེ་ནི་ཤི་འབྱུང་བ་གི་འོ་དེ་ནི། གནོད་པ་བར་བྱེད། དེ་ནས་ནང་དང་དམངས་ཕྲུག་ནད་ཡམས་གཞན་མ། དེ་ནས་དེ་ག་ནང་བཞིན་གྱི་ད་མུ་གེ་ལ་སོགས་པ་དེ་འདྲའི་གྱི་དེ་ནས་དཀའ་ངལ་མང་པོ་ཅིག་དེ་ནས་ད་རུང་འཕྲད་དེ་གི་ཡོད་རེད། ད་ད་ང་རང་ཚོ་སྤྱི་བཏང་གི་ད། ནང་པ་སངས་རྒྱས་པ་ཚུལ་གྱི་དབང་དུ་བྱས་པ་ཡིན་ན། དེ་ནི་སྤྱི་བཏང་གི་བསྟན་པ་དར་བསྟན་པ་རྒྱས་ཡག་པོ་རིག་གི་ཡོད་རེད། ཡིན་ན་ཡང། བསྟན་འཛིན་གྱི་སྐྱེས་བུ་རྩ་བ་ཆེན་པོ་འགའ་ཤས་དེ་ནི་སྐུ་མ་བཞུགས་ནས་སྐུ་འདས་གྲོངས་སུ་གྱུར། དེ་འདྲས་བྱུང་སོང། དེ་ཚོ་ཧ་ཅང་གི་སེམས་ཕམ་པོ་བྱུང་སོང། དེ་ནས་འགའ་ཤས་སྐུ་གཟུགས་བདེ་བ་མེད་པ་དེ་འདྲའི་ཡང་དེ་ནས་འདུག། དེ་ཚོ་ཡང་དེ་ནས་ད། དེ་ནས་བསྟན་པ་དང་སེམས་ཅན་གྱི་དོན་མཛད་པ་ལས་བར་ཆད་རིགས་ཡོད་བ་རེད། དེ་ནས་གཞན་ཡང། དེ་ནས་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཀྱི་བར་ཆད། དེ་ཚོ་ད། ཡོང་མ་ཉེས་པ་རེད། དེ་འདྲ་ཡིན་དུས་དེ་ད་རེས་ང་རང་ཚོ་གིས་ད་དེ་ནས་སེམས་རྩེ་གཅིག་ཏུ་ལ་གསོལ་བ་བཏབ་ནས། དེ་ནས་འཕགས་པ་སྤྱན་རས་གཟིགས། གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་ལ་བཞུགས་པའི་དགེ། དེ་ནས་བསྟན་འཛིན་གྱི་སྤྱིལ་བུ་ཆེན་པོ་གངས་དཀར་སྐུ་ཚེ་ཞབས་པད་བརྟན། སྐུ་ཁམས་བདེ། འགྲོ་བ་དང་སེམས་ཅན་གྱི་དོན་རྒྱ་ཆེན་པོ་མཛད། དེ་ཁོང་རྣམ་པས་ཀྱི་སྐུ་དང། གསུང་དང། ཐུགས་དང། ཡོན་ཏན་དང། ཕྲིན་ལས་ལ་བར་ཆད་མེད་པ། བར་ཆད་ཀྱི་གཡུལ་ལས་སྦྱར་བས་ཀྱི། དེ་ནི་སྨོན་ལམ། དེ་ནི་ང་རང་གིས་བཏབ་ཀྱི་ཡོད། དེ་ནི་ཚང་མས་ཀྱི་དེ་ག་ན་བཞིན་དེ་ནི་ཐུགས་སྨོན་གསོལ་འདེབས་གནང་རོགས་གནང། དེ་ནི་ད་འཛམ་བུ་གླིང་འདི་ན་ལ་དེ་ནི་ནད་མཚོན། མུ་གེ་ལ་སོགས་པ། འཇུག་ངག་གི་འཇིགས་པ་ལ་སོགས་པ་དེ་ཚོ་མི་ཡོང་བ་དེ་ཚོ་གང་གཱའི་ཞི་བའི་གེགས་དེ་ནི་སྨོན་ལམ་གནང་རོགས་གནང། འོ་དེ་ནི་ད་ཁྱེད་རང་ཚོ་ཚང་མ་ད་དགེ་འདུན་པ་རྣམ་པ་ཚོ་རེད། དེ་ནི་དད་ལྡན་མི་མང་རེད། དེ་ནི་ད་ཚང་མ་གི་དེ་ནི་ད་མི་ཚེ་གི་ནང་ལ་ཚེ་རིང་བ་ནད་མེད་པ་དེ་ནི། ད་བྱ་བ་ལམ་དུ་འགྲོ་བ། གང་ཟག་སྤྱི་ཐེག་གི་ཐོག་ནས་གོང་ནས་གོང་འཕེལ་ཡག་པོ་ཡོང་བའི་གི་དེ་ནི་སྨོན་ལམ་རྒྱབ་ཀྱི་ཡོད། དེ་ཡིན་དུས་དེ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་གི་ལོ་གསར་པ་ཚེས་བར་ལ། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས། ཧོ། དེ་ནས་འཕགས་པ་དཀོན་མཆོག་གསུམ་གྱིས་བྱིན་གྱིས་རློབས། དཀོན་མཆོག་གསུམ་དང་རྩ་བ་གསུམ་གྱི་བྱིན་རླབས་ལ་བརྟེན་ནས། དེ་ནས་ད་བླ་མ་སྐུ་ཁམས་བཟང། ཆོས་རྒྱལ་སྐུ་ཚེ་བརྟན། དེ་ནས་དེ་ནང་བཞིན་གྱི་དེ་ནི་ད་འབངས་མི་སེར་འཛམ་བུ་གླིང་གི་རྒྱལ་ཁབ་ད་ཐམས་ཅད། ན་དེ་ནས་བདེ་སྐྱིད་རྫོགས་ལྡན་གྱི་བར་ལ་སྤྱོད། དེ་ནས་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་བདེ་བ་དང་ལྡན། སྡུག་བསྔལ་དང་བྲལ། ཡག་པོ་ཡོང་བའི་གི་དེ་ནས་སྨོན་ལམ་རྒྱབ་ཀྱི་ཡོད། དེ་ནང་བཞིན་ཚང་མས་གི་ཐུགས་ལ་བཞག་རོགས་གནང། ཚང་མས་གི་དེ་ནང་བཞིན་སྨོན་ལམ་བྱོན་རོགས་གནང། དེ་ནས་གནམ་ལོ་གསར་ཚེས་ལ། ཤི་ལོ་གསར་ཚེས་ལ། བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས།